བོད་པ་ཡིན་པའི་ཚོར་སྣང་ཡོད་རེད། ང་བོད་པ་ཡིན་ཟེར་བའི་ཚོར་སྣང་དེ་རྒྱ་ཆེར་སྐྱེན་པོ་ཡོད་རེད། ག་ནས་ཡིན་ནའི་ལས་ཁོང་ཚོའི་ནང་ལོགས་ལ་སེམས་ཁུར་ཐེབས་པའི་གི་བསམ་བློ་དེ་ག་འདྲས་སླེབས་ཀྱི་ཡོད་མ་རེད་ན། ཨ་ནི་བོད་པའི་འཐབ་རྩོད་ལ་ག་འདྲས་འཇུག་དགོས་རེད། དེ་ལ་གོམ་པ་ག་འདྲས་སྤོ་དགོས་རེད། དེ་འདྲ་གི་ཟབ་སྦྱོང་དང་དེ་འདྲ་གི་ཁོར་ཡུག་ཉུང་དྲགས་པའི་རྐྱེན་གྱིས་ཨེ་སྤུ་གུ་རང་བཞིན་གི་རེ་བ་ཨེ་སོ་སོའི་ཟུར་དུ་ལྷག་བསྡད་རྒྱུ། སོ་སོ་ཟུར་གི་ཨེ་ནི་ག་རེ་བྱེད་དགོས་ཧ་མ་འོ་བའི་དེ་འདྲ་གི་ལམ་མ་ཉེས་མང་པོ་ཞིག་ལྷག་བསྡད་བཞག། དེ་འདྲ་ཡིན་དུས་ཚོད་མ་ངའི་སེམས་ནང་ལ་ག་དུས་ན་ག་རེ་ཟུག་གི་རེད་ན། བོད་པ་ཞིག་ཡིན་ན།

དེས་འདོད་ང་ཚོའི་འཐབ་རྩོད་འདི་བོད་མིའི་རང་དབང་འཐབ་རྩོད་རེད་བོད་དོན་བདེན་མཐའ་འཐབ་རྩོད་རེད་བདེན་པའི་འཐབ་རྩོད་རེད། བདེན་པའི་འཐབ་རྩོད་ཀྱི་བརྒྱུད་རིམ་ནང་ལོགས་ལ་ལངས་ཕྱོགས་ད་ལྟ་དེ་རྒན་ལགས་དྲི་བ་ཕེབས་པའི་སྐབས་ལ་གཉིས་གསུངས་ན་རང་བཙན་དང་དབུ་མ། འདི་མེད་མེད་ཀྱི་འཐབ་རྩོད་དང་ཐབས་ལམ་མང་པོ་དགོས་དེ་གནད་འགག་ཆེན་པོ་རེད། དེ་སྔ་ང་རང་ཚོས་དེ་ད་ལྟའི་ང་རང་ཚོའི་བོད་གཞུང་གི་བྱང་ཕྱོགས་དབུ་མའི་ལམ་གྱི་སྲིད་བྱུས་གཞུང་འབྲེལ་གྱི་ཐོག་ནས་ཀྱི་གཏན་འབེབས་གནང་བའི་སྐབས་ལ་འདིའི་གྱི་ཐོག་ལ་མང་ཚོགས་ལ་ནས་ཀྱི་གདམ་ག་མང་པོ་བྱུང་བ་རེད། རང་བཙན་གྱི་ལྟ་བ། དབུ་མའི་ལམ་གྱི་སྲིད་བྱུས། རང་ཐག་རང་གཅོད་བདེན་པའི་དབུ་གཙུག། ད་དུས་ད་མཚུངས་བོད་ཀྱི་བདེན་པ་ཡིན་དང་མ་འོངས་པ་ཡིན་པའི་གནད་ཀྱི་འདི་འདྲའི་ཐོག་ནས་ཀྱི་གདམ་ག་ཡོང་དགོས་ཡས་དང་ཡོང་ཆོག་ཡས་ཀྱི་གནས་སྟངས་ཅིག་ཆགས་འདི་རེད་ཟེར་ཞུ་ཡས་ཡིན། གནད་འགག་ཆེ་ཤོས་དེ། གཞོན་སྐྱེས་གཙོ་བོར་བྱས་པའི་ཀྱི་མང་ཚོགས་ཚོས་ཀྱི་བསམ་བློའི་ནང་ལོགས་ལ་གལ་ཆེ་ཤོས་དེ་བོད་རྒྱལ་ཁབ་དང་པོ་བཞག་ཡང། བོད་དོན་འཐབ་རྩོད་བཞག་ཡང་དང་པོ་བཞག་ཡང་བོད་མི་རིགས་དང་པོ་བཞག་པའི་ཐོག་ནས་ཀྱི་སུས་ཀྱི་བོད་དོན་འཐབ་རྩོད་དང་འབྲེལ་བའི་ཀྱི་ལས་འགུལ་ག་འདྲས་སྤེལ་གྱི་ཡོད་པའི་ནས་ཀྱི་ཚང་མས་ཀྱི་ནུས་པ་བཏོན་ཅིག་ལས་འགུལ་སྤེལ་དགོས་དེ་ཧ་ལས་པའི་གནད་འགག་ཆེན་པོ་རེད། འཛམ་བུ་གླིང་གི་ལོ་རྒྱུས་ནང་ལོགས་ལ་རྒྱལ་ཁབ་རང་བཙན་ཤོར་བ་དང་པོ་ང་ཚོ་མ་རེད། མཐའ་མ་ང་ཚོ་ཡིས་ཆགས་སྲིད་ཀྱི་མ་རེད། འདིས་མདུན་རྒྱལ་ཁབ་གཞན་འཕེལ་གྱི་རང་བཙན་འཐབ་རྩོད་ལས་གནས་ཀྱི་ང་ཚོའི་དཔེ་བླངས་བཞིན་རེད། མིག་དཔེ་ལྟ་བཞིན་རེད། ང་རང་ཚོས་ད་རིང་འདའི་ཚོགས་འདུ་འཚོགས་ས་དང་ང་རང་ཚོའི་གནས་ཚང་གི་རྒྱལ་ཁབ་རྒྱ་གར་རྒྱལ་ཁབ་ཆ་མཚོན་པ་ཡིན་པ་ཡིན་ན། དབྱིན་ཇིའི་གི་གཞུང་གི་བར་ལ་དབྱིན་ཇིའི་གི Colonies བར་ལ་ལོ་ཉིས་བརྒྱ་འདས་པ་རེད། རྒྱ་གར་རང་བཙན་འཐབ་རྩོད་བྱེད་པའི་གི་སྐབས་ལ། དེའི་སྐབས་ཀྱི་རྒྱ་གར International Congress གཙོས་པའི་གི་ཚོགས་སྡེ་ཁག་གི་ལས་འགུལ་དང།

རྒྱ་གར་གྱི་ཁོངས་ནས International Congress གྱིས་དབྱིན་ཇིའི་གཞུང་དང་འབྲེལ་བའི་ཀྱི་ལས་འགུལ་སྤེལ་ཡོང་པའི་སྐབས་ལ་ཚང་མས་ཀྱི་ནུས་པ་བཏོན་བྱས་ནས། Civil Disobedient Movement ཡོང་བསྡད་པའི་སྐབས་ལ་ཚང་མས་ཀྱི་ནུས་པ་བཏོན་བྱས་ནས། བདག་འདི་བདག་འདི་མ་བྱས་པའི་སྐབས་ལ། ཚགས་ཀྱི་ཁོངས་ནས་ཀྱི་བདག་འདི་མ་བྱས་པའི་སྐབས་ལ་ཚང་མས་ཀྱི་མཉམ་ཞུགས་བྱས་བྱས་ནས། འདི་གི་ཐོག་ནས་ཀྱི་ནུས་པ་བཏོན་པའི་ཀྱི་རྒྱུ་མཚན་ལ་བརྟེན་བྱས་ཕྱིན་ནས་རྒྱ་གར་རྒྱལ་ཁབ་ཆེན་མོ་རང་བཙན་ཐོབ་ཕྱིན་གཅིག་སྟོང་དགུ་བརྒྱ་ཞུ་ཞེ་བདུན་ཟླ་བ་བརྒྱད་པའི་ཀྱི་ཚེས་བཅོ་ལྔ་ལ་རང་བཙན་ཐོབ་ཕྱིན་ནས་ད་ལྟ་དེ་རང་བཙན་རྒྱལ་ཁབ་ཐོག་ནས་ཀྱི་གནས་བཞིན་པའི་ཀྱི་གནས་སྟངས་རེད། འདི་འདུག་ང་ཚོའི་བོད་མིའི་འཐབ་རྩོད་ཀྱི་ཐོག་ལས་ནས་ཀྱི་ང་ཚ་མིན་ཀྱི་བསམ་བློ་འདི་བཞག་པའི་ཐོག་ནས་ལངས་ཕྱོགས་ག་རེ་ཡིན་པའི་ནས་འདྲ་འདུག་ཨོ་མིའི་ཀྱི་ཐོག་ནས་ཀྱི་ལས་དོན་བྱས་ཡོང་པའི་ཀ་ལ་ང་ཚ་མེད་ནུས་པ་བཏོན་དགོས་ཀྱི་ད། ང་ཚོས་ཁག་གཅིག་གིས་ཞུས་འདུག་ད་ལྟའི་གནས་སྟངས་ཐོག་ནས་ཀྱི་དྲི་བ་ལན་དེ་ག་འདྲས་འདེགས་ཀྱི་ཡོད་མེད་དེ་ཞིབ་ཚགས་པོ་བྱེད་ཅིང་འགྲོ་རྒྱུའི་གཞི་ཆགས་ཐོག་ནས་ཀྱི་ག་ཚོད་འདེགས་ཀྱི་ཡོད་མེད་དེ་ངས་མི་ཤེས། ཡིན་པས་ན་མང་ཚོགས་ལ་གཅིག་ཞུས་བསྡད་ཡོད། སྒྲུབ་བྱེད་ཀྱི་དམིགས་ཡུལ་གཅིག་ཡིན་པ་གཅིག་ལ་སྒྲུབ་སྟངས་ཀྱི་ཐབས་ལམ་ལོགས་ཀ་ལྡན་པས་ཡོང་ཆོག་པ་ཞིག་རེད་དཱ། སྒྲུབ་བྱེད་ཀྱི་དམིགས་ཡུལ་མཐའ་དོན་གྱི་གཅིག་ཡིན་པ་དེ་རྒྱ་རིན་པོ་ཆེ་སྐུ་གཟུགས་བདེ་ཐང་ཅིག་གི་ཐོག་ནས་རང་དབང་ལྡན་པའི་ཀྱི་བོད་རྒྱལ་ཁབ་ཅིག་ནང་ལ་གདན་འདྲེན་ཞུ་ཡ་དེ་ཕྱོགས་གཉིས་ཀའི་ཀྱི་སྒྲུབ་བྱེད་ཀྱི་དམིགས་ཡུལ་གཅིག་རེད། བོད་ནང་ལོག་བཞུགས་པའི་ཀྱི་གཞིས་བཞུགས་བོད་མི་ཚོས་ཀྱི་དཀའ་སྡུག་སེལ་ཡ་དེ། ལངས་ཕྱོགས་གཉིས་སྐྱེས་ཀྱི་ཐོག་ནས་ཀྱི་སྒྲུབ་བྱེད་ཀྱི་དམིགས་ཡུལ་གཅིག་རེད། གཞིས་བྱེས་བོད་མི་མཉམ་འཛོམས་ཡོང་བའི་སྐལ་བཟང་གི་ཉི་མ་ཤར་ཡས་འདི་ཕྱོགས་གཉིས་སྐྱེས་ཀྱི་སྒྲུབ་བྱེད་ཀྱི་དམིགས་ཡུལ་གཅིག་རེད། སྒྲུབ་བྱེད་ཀྱི་དམིགས་ཡུལ་གཅིག་ཡིན་པ་གཅིག་ལ་སྒྲུབ་སྟངས་ཀྱི་ཐབས་ལམ་གྱི་ཐོག་ནས་ཀྱི་གཉིས་སྐྱེས་ཀྱི་ཐོག་ནས་ཀྱི་འབད་བརྩོན་བྱས་ཏེ་ཡོང་ཆོག་པ་ཅི་རེད་ཤེས་ཀྱི་ཞུ་ཡས་ཡིན། དེ་རིང་ཁ་སང་ཆ་མཚོན་པའི་བས་ན་གཞུང་འབྲེལ་བཀའ་ཤག་གི་ཐོག་ནས་ལོ་རྒྱུས་ཀྱི་ཐོག་ནས་ཀྱི་བོད་རང་བཙན་འདི་བརྟན་པོར་ཟིན་པའི་ཐོག་ནས། ཨ་ནེ་ད་ཐེངས་ཀྱི་ཐོག་ནས་ཀྱི་དཀའ་ཉེན་སེལ་ཡ་དོགས་སློབ་གཉིས་མའི་དབུ་མའི་ལམ་གྱི་སྲིད་བྱུས་ཐོག་ནས་ཀྱི་དགའ་བྱེད་འབད་བརྩོན་བྱེད་བཞིན་གནང་འདི་གནང་ཤིན་པ་ཆ་ཆག་དེ་ཡོད་རེད་པ་ལ། ད་ལྟ་དྲི་བ་ཕེབས་པ་ན་བཞིན་བོད་ཀྱི་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཀྱི་ཐོག་ནས་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཆ་མཚོན་པའི་མེད་ནས་རང་བཙན་འཐབ་རྩོད་བྱེད་ཡ་དེ་དབུ་མའི་ལམ་གྱི་སྲིད་བྱུས་འགྲིག་གི་མི་འདུག་ཟེར་བཞིན་ནས་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་རང་བཙན་འཐབ་རྩོད་བྱེད་ཞེས་པ་དེ་རྩ་བ་ཉིད་ནས་མ་རེད། ང་ཚོའི་རང་བཙན་འཐབ་རྩོད་བྱེད་དགོས་ཡས་འདི་ལོ་རྒྱུས་ཀྱི་དག་དཔང་ཤེས་བྱ་གི་ཐོག་ནས་ལོ་རྒྱུས་ཀྱི་ཐོག་ནས་ཀྱི་བོད་རྒྱལ་ཁབ་འདི་རང་བཙན་གྱི་རྒྱལ་ཁབ་ཡིན། དགྲ་བོད་ཀྱི་ཐོག་ནས་མ་དག་དག་སོང་གི་ཐོག་ནས་བཙན་འཕྲོག་བྱས་སོང། གཉིས་པ་འདི་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐུགས་རྗེ་དྲིན་སྦྱོང་རྟེན་བཅས་བྱས་ནས་ང་ཚོའི་བཙན་བྱོལ་ནང་ལ་ཡོད་པའི་ཀྱི་བཙན་བྱོལ་གཞུང་འདི་དབུས་བོད་མི་སྒྲིག་འཛུགས་འདི་དམངས་གཙོའི་གྱི་སྒྲིག་འཛུགས་ཅིག་ཡིན། དམངས་གཙོའི་གི་སྒྲིག་འཛུགས་ནང་ལོགས་ལ་བསམ་བློ་དང་ལྟ་བ་གང་ནང་བཞིན་མིའི་གི་དགོངས་པ་བཞེད་སྟངས་དེ་འདྲས་ཀི་ཐོག་ནས་གི་གྲུམ་གཞི་རང་དབང་ཐོག་ནས་གི་འདི་ཡོད་དུས་ཚན་པ་ལ་འདི་རང་དབང་ལོངས་བྱེད་བཞིན་མེད། ང་ཚོའི་གི་ཐོག་ནས་གི་རང་བཙན་འཐབ་རྩོད་བྱེད་བཞིན་མེད། གནད་དོན་གསུམ་པ་དེ་དྲ་བོ་རྒྱ་དམར་གཞུང་ལ་ཡིད་ཆེས་དང་བློ་འགེལ་སྤུ་ཙམ་ཡང་མེད་ཟེར་དོན། རྒྱ་ནག་གཞུང་ལ་ང་ཚོ་ཡིད་ཆེས་སྤུ་ཙམ་མེད་ཏིལ་འབྲུ་ཙམ་ཡང་མེད། དེ་འདི་ཡིད་ཆེས་མེད་པའི་རྒྱུ་མཚན་ལ་བརྟེན་བྱས་ཀྱི་ནི་ཤི་གསོན་ལ་ཐུག་པའི་བས་ནས་ཀྱང་ང་ཚོ་རང་བཙན་འཐབ་རྩོད་བྱེད་དུ་བྱེད་བཞིན་པ་རེད། དེ་འདི་རྩམ་པ་རྣམ་པ་ཚོའི་ཐོག་ནས་ཀྱི་འདི་འདྲའི་དགོངས་པ་བཞག་ཅིག་ནས་འཛམ་ཙམ་ཡང་ང་ཚོ་བློ་ཕམ་པའི་གནད་དོན་བཅས་ཀྱི་ནང་ལོགས་ལ་མི་ཉུང་ཤས་ཅིག་མང་པོ་རེ་ཞུགས་མེད་ད་ཉུང་ཤས་ཅིག་གི་ཐོག་ནས་ཨོ་གཞོན་ནུ་ལྷན་ཚོགས་གྲི་ཚོགས་རང་བཙན་འཐབ་རྩོད་བྱེད་པ་ལ་བརྟེན་བྱས་ཀྱི་ནི། དོན་རིན་པོ་ཆེ་ཨ་ནི་ཅིག་མཛད་དཀའ་བཟོ་ངེས་རེད་ད་སེམས་མེད་ཞུ་ངེས་རེད་ད། དབུས་བོད་མིའི་སྒྲིག་འཛུགས་ལ་མཛད་དཀའ་སོ་ཉེར་བདག་ཟེར་ནས་གསུངས་དེ་གས་ཉུང་ཤས་ཤིག་མེད་པ་རྩ་བ་ཉིད་ནས་མ་རེད་རྩ་བ་ཉིད་ནས་བདེན་པ་མ་རེད་གཞོན་སྐྱེས་རྣམ་པ་ཚོ་གསལ་བོ་བྱས་ནས་མཁྱེན་ལ། གཞོན་ནུ་ལྷན་ཚོགས་སྒྲིག་འཛུགས་རང་བཙན་འཐབ་རྩོད་ཀྱི་དམིགས་ཡུལ་འབྲུ་དོན་གཞིར་བཞག་གི་ཐོག་ནས་རྒྱ་བོར་མུ་ཆེ་གི་སྐུ་བྱེད་ཀྱི་གནད་དོན་རྒྱ་བོར་མུ་ཆེའི་མཚན་གནས་ཀྱི་ཐོག་ལ་སོགས་བཏང་ཐུབ་ཉིན་གྱི་སྒྲིག་འཛུགས་རེད། མང་ཚོགས་ཀྱི་དྲི་བ་ཕེབས་པའི་སྐབས་ལ་ལན་གཅིག་ཞུ་གི་ཡོད། མིས་ཀྱི་དྲི་བ་བཏང་བའི་སྐབས་ལ། རྒྱ་བོར་མུ་ཆེ་དང་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཀྱི་བར་ལ་འབྲེལ་བ་ག་རེ་ཡོད་ཟེར་ནས་མིས་དྲི་བ་བཏང་བའི་སྐབས་ལ་ལན་གཅིག་ཞུ་གི་ཡོད། རྒྱ་བོད་རིན་པོ་ཆེ་དང་ཞུ་རོལ་ལྷན་ཚོགས་སྒྲིག་འཛུགས་ཀྱི་བར་གྱི་འབྲེལ་བ་འདི་བླ་མ་དང་སློབ་མའི་འབྲེལ་བ་ཡོད་ཕ་དང་བུ་ཡི་འབྲེལ་བ་ཡོད་མགོ་དང་མཇིང་པའི་འབྲེལ་བ་ཡོད་ཟེར་ནས་ཞུས་བསྡད་ཡོད། བསྟན་དོན་ཕྱིའི་དྲ་བ་ཡིན་པའི་ནས་དྲ་དུ་ནང་རྟག་ཏུ་ཡིན་པའི་ནས་དཀྲུག་ཤིང་སྤེལ་དེ་ཉིད་སུ་གཅིག་གིས་འབད་བརྩོན་ག་རེ་བྱས་པའི་མི་ནས་ཀྱི་འདི་ལམ་ལོང་ཡོང་གི་མ་རེད། བསྟན་དོན་ང་ཚོ་ལས་འགུལ་འཐབ་རྩོད་ག་རེ་གནང་གི་ཡོད་ནས་རང་བཙན་རྩོད་གནང་གི་ཡོད་ནས་དྲ་དུ་དབུ་མའི་ལམ་གྱི་འཐབ་རྩོད་གནང་གི་ཡོད་ནས་དྲ་དུ་བསྟན་པའི་དབུ་འཛུགས་གནང་གི་ཡོད་ནས་དྲ་དུ་རང་ཐག་རང་གཅོད་གནང་གི་ཡོད་པའི་ནས་དྲ་དུ་གཞན་ཐབས་ལམ་ག་རེ་ཡིན་པའི་ནས་ཀྱི་གཙོ་བོ་འདི་རྒྱ་བོད་རིན་པོ་ཆེ་གོང་དུ་བཀུར་བཞིན་རྒྱ་འུར་མུ་ཆེ་དབུ་ལ་བཞག་བཞིན་པའི་བཙན་བྱོལ་བོད་དབུས་བོད་མིའི་སྒྲིག་འཛུགས་ལ་གུས་བརྩི་ཞུ་བའི་ཐོག་ནས། རང་གཞུང་སོ་སོའི་གཞུང་དེ་སོ་སོས་བརྩི་བའི་ཐོག་ནས་གུས་བརྩི་ཞུ་བའི་ཐོག་ནས་ཀྱི་ལྟ་བ་ལངས་ཕྱོགས་ཟིན་པའི་ཐོག་ནས་ཀྱི་ལས་འགུལ་གནང་བ་ཡིན་པས་ན་རྩ་བ་ཉིད་ནུ་གོ་མ་རེད་ཞེས་ཞུ་ཡི་ཡིན། འདི་ད་ལྟ་དེ་གསུང་བ་ནས་བཞིན་ལངས་ཕྱོགས་གཉིས་གསུངས་པ་རེད་མ་འོངས་པ་བཞི་ལྔ་དྲུག་ག་རེ་ནས་ཀྱི་ཡོང་ཆོག་པ་ཡོང་དགོས་པ་ཡོང་སྲིད་པ་ཞིག་ཆགས་ཀྱི་རེད་ཞེས་ཞུ་ཡི་དུས་བཞི།